དེ་རིང་ཆོས་ཐུན་གྱི་ཐོག་མ་འདི་ན་ལ་ཁྱེད་རྣམ་པ་ལ་ཕྱག་རྒྱ་ཆེན་པོའི་གྱི་སྨོན་ལམ་དེ་ལན་གཅིག་གསུང་རོགས་གནང་ཟེར་ནས་ཞུ་རྒྱུ་ཡིན། དེ་ཞུ་དགོས་པའི་རྒྱུ་མཚན་དེ། བོད་གངས་ཅན་ལྗོངས་ཀྱི་གནའ་བོའི་གི་ཆོས་ལུགས་གཡུང་དྲུང་བོན་གྱི་བསྟན་པ་རེད། དེའི་གི་བསྟན་པའི་གི་གཙུག་རྒྱན་བསྟན་པའི་གི་བདག་པོ། ཁྲི་འཛིན་སྨན་རིའི་མཁན་ཆེན་ལུང་རྟོགས་བསྟན་པའི་ཉི་མ། དེ་དང་ཁྲི་འཛིན་སུམ་ཅུ་སོ་གསུམ་པ་རེད། དེ་ནས་ཁོང་ཁ་རྩང། སྤྱི་ཚེས་བཅུ་བཞི་གི་ཉིན་ལ་དགོངས་པ་རྫོགས་བཞག་དེ་ཡིན་དུས་དེ་ནས་ཁོང་གི་དོན་དུ་ལ་ཤ་རྗེ་ཆེན་པོའི་སྨོན་ལམ་གྱི་གསུང་རོགས་གནང་ཞུ་རྒྱུ་ཡིན། དེ་ནས་ཁོང་ལ་ས་ལམ་གྱི་བར་ཆད་ནི་མེད་པ་རེད། ཡིན་ན་ཡང། དེ་ནས་སྤྲུལ་པའི་སྐུ་གཡང་དུ་ཕེབས་ནས་དེ་ནས་གོང་མ་ཚོས་ཀྱི་མཛད་པ་དེ་ཚོ་སྐྱོང་ནས་བསྟན་པ་དང་སེམས་ཅན་གྱི་དོན་གནང་དགོས་བ་རེད། བ་དེ་ལ་དེ་ནས་སྨོན་ལམ་བརྒྱ་བཅུ་གཅིག་དང། དེ་བཞིན་དུ་ལ་དེ་ནས་གཡུང་དྲུང་བོན་གྱི་བསྟན་པ་འདི་དེ་སྔ་ཡིན་ན་ཡང་ག་ལ་གང་འཚམ་གཅིག་རྐང་ཚུགས་པ་ཡག་པོ་རེད་དེ་ཡོད་རེད་ད་དུང་ཡིན་ན་ཡང་དེ་ནས་བསྟན་པ་མ་ཉམས་གོང་འཕེལ་སྙོམས་པ་སོར་ཆུད་ཡག་པོ་ཡོང་བའི་གི་ཐུགས་སྨོན་གནང་རོགས་གནང་ཞུ་རྒྱུ་ཡིན། ག་རེ་རེད་ཟེར་ན་དེ་ནས་གཡུང་དྲུང་བོན་གྱི་བསྟན་པ་དང། ང་རང་ཚོའི་བར་ཐག་ལས་འབྲེལ་པ་ཧ་ཅང་གི་ཆེན་པོ་རེད། གདན་ས་པར་སྤུངས་ལ་དེ་ནས་བཀའ་བརྒྱུད་ཀྱི་དགོན་པ་བརྒྱ་དང་བརྒྱ་བཅུ། ཆོས་ལུགས་རིས་མེད་ཀྱི་དགོན་པ་བཅུ་ཆ་ཚང་གི་དགོན་སྡེ་རི་ཁྲོད་དང་བཅས་པ་གང་གཱ་སྡོམ་འདུས་དགོན་ལག་སུམ་བརྒྱ་དག་དེ་དེ་ཙམ་ཡོད་པ་དེ་ཐམས་ཅད་དེ་ནང་ནས་དེ་ནས་བོན་པོ་ཀྱི་དགོན་པ་ཡང་ག་ལ་གང་འཚམ་ཅིག་ཡོད་པ་རེད། ད་ལྟ་ད་ཡོད་དད་པ་ལ་ཆ་བཞག་པ་ཡིན་ན། དེ་ནི་དགོན་པ་བཅོ་ལྔ་ཙམ་གྱི་ཡོད་བ་རེད། འོ་དེ་གི་དགོན་པ་དེ་ཚོ་ད་ལྟ་གདན་ས་སྤར་གོང་དང་འབྲེལ་པ་བྱས་ནས་དེ་ནས་དངོས་གནས་ཀྱི་ད་སྔོན་མ་ན་བཞིན་རེད་ཐུབ་ཡོད་བ་རེད་བས་ཟེར་ན་དེ་འདྲའི་ད་རེད་པ་དང་མ་རེད་པ་གཉིས་ཀ་ཡོད་ཀྱི་རེད་དེ། གང་ལྟར་ཡང་དེ་ནི་སྔོན་མའི་གི་ལོ་རྒྱུས་ཀྱི་ཐོག་ནས་ཆོས་དང་དམ་ཚིག་གི་ཐོག་ནས་འབྲེལ་པ་ཡོད་དད་པ་རང་རེད། དེ་འདྲ་ཡིན་དུས་སྐབས་སུ་ལ་དེ་ནས་ངེད་ཀྱིས་འདི་ན་ལས་སྨོན་ལམ་རྒྱག་རོགས་གྱིས་ཟེར་ནས་ཁྱེད་རྣམ་པ་ལ་ཞུ་རྒྱུ་དང། ཁྱེད་རྣམ་པས་ཀྱི་དེ་ནས་ཐུགས་སྨོན་ཡག་པོ་ཅིག་གནང་རྒྱུ་དེ་དངོས་གནས་དྲང་གནས་ཀྱི་ངོ་མ། བདེན་པ། ཁུངས་ཡོད་ལུང་ཡོད་རེད་མ་གཏོགས་ཀྱི་ང་རང་ཚོ་དེ་ག་ཟེར་ཨུ་ཚུགས་བརྒྱབ་ནས་ཚུལ་གཅིག་གྲ་སྒྲིག་བྱས་ནས་ཨ་ནི་བསམ་མནོ་བཏང་བྱས་ནས་འཆར་གཞི་བཞག་བརྩིས་ནས་བཟོས་བསྡད་པ་དེ་འདྲས་མ་རེད་དེ་འདྲས་ཡིན་དུས་དེ་ནས་ཐུགས་སྨོན་ཡག་པོ་ཅིག་གནང་རོགས་གནང། དེ་ནས་ཤར་རྒྱ་ཆེན་པོའི་དགོན་པ་རྣམས་དེ་ལན་གཅིག་སོང་བར་ཞུ།